སློབ་མའི་དཔེ་དེབ་ལ་བཅོས་ཡང་ན་ཞུ་དག་ག་དུས་གནང་རྒྱུའི་ཐོག་དོན་ཚན་གཉིས་པ་ནི། ནང་ལས་གང་ཞིག་དྲིལ་སྒྲུབ་པའི་རྗེས་ཡིན། ནང་ལས་བསྐུར་སྟངས་དོ་དག་ང་རང་དགེ་རྒན་ཟུར་པ་ཡིན་པའི་སྐབས་སུ་ད་གང་འདྲ་ཞིག་བྱས་ཡིན་ཟེར་ན། དོ་དག་ང་རང་གིས་ད་ཚོགས་ཐེངས་ཀྱི་ད་སློབ་ཁྲིད་བྱེད་དགོས་པ་དེ་ཚང་མ་ཚར་གྲུབ་རྗེས། ངག་ཐོག་གི་ལམ་ནས་དྲི་བ་ཁ་ཤས་ད་ནང་ལས། ཡིན། ལ་ནི་ད་ངས་བསྐུར་སྲོལ་ཡོད། དྲི་བ་དེ་ཚོ་རིམ་པ་བཞིན། རོ་ཨ་ད་སྐབས་རེ་གཉིས་ཡོད་སྲིད་གསུམ་ཡོད་སྲིད། སློབ་མ་ཉོས་ནས་དེབ་ནང་ལ། བཤུས། བྱས་ནས་ད་གསང་ཤོག་ལ་འཚོགས། དོ་ད་རང་ཉོས་ཀྱི་ཚོགས་ཐེངས་སྐབས་སུ་རོ་ཨ། དུ། བྲིས། ཚར་ནས་སྟོན་དགོས། ལ་འདི་འདྲ་ལམ་སྟོན། བྱེད་སྲོལ་ཡོད། སྐབས་རེ་འདིར་ད་ཡང། ནག་པང་ཡིན། རོ་ཨ་ལ། སྙེ་མ་དུས་ཡིན་ན་ནག་པང་རེད།

དེབ་འདི་འཛིན་གྲྭའི་རྒན་བདག་ལ་ནི་བཞག་གི་ཡོད་ལ། སློབ་ཕྲུག་དམངས་ལ་ད་དྲི་བ་འདི། ད་དེབ་སྤྱོད་ཡོད་རོགས་ལ་རྒན་བདག་ལ་འདི་ནི་ཤུ་ལ་འདི་འདྲ་བཞག་གི་ཡོད་ནི་ངེས་པར་དུ་ནང་ལེ་འདི་གནང་དགོས། ད་དེ་ནི་ཡང་སྐབས་རེ་འདིར་བཞག་ཡ་དེ། ངེད་ཀྱི་དེབ་སྤྱོད་བཞག་གི་ཡོད་རོགས་ལ་ད་ནང་ལེ་རྟག་པ་བསྐུར་གི་མེད་ད།

དོ་ད་ང་རང་ཉར་གྱི་ཡོད། ཨོ། དོ་ད་ང་རང་ཉར་སྲོལ་དེ་འདྲ་ཞིག་བཟོས་ཡིན་པ་ལ་འདི་ནང་ལོགས་ལས་འོངས་འདི་རེད་ཅི་འདྲ་བྱས། ནི་ཚེ་འདི། བྲིས། ཉི་མ་གང་ཡིན་མེད་འདི། བྲིས་སྲོལ་ཡོད། འཛིན་གྲྭ་ཚོགས་ཐེངས་གང་ཡིན་མེད། ནི་སློབ་ཚན། བྲིས་སྲོལ་ཡོད། སློབ་ཚན་གྱི་ལེའུ་སྦྱོར་བ་དེའི་མིང་བྲིས། དྲི་བ་ག་ཚོད་ཡོད་མེད་དྲི་བ་དེ་ཚོའི་བྲིས། ནི་འོ་ལ་དོ་ད་ང་རང་གི་མིང་དང་མཚན་བཏགས་བྱས། ནི།

ད་ནང་ལས་བསྐུར་ཡོད་དམ་མེད་དེ་ཚོ་ཚང་མ་ད་འདིར་རོ། འཛིན་ཁང་ནང་དུ་ད་ཀེམ་ར་ཡིས་བཙུགས་ཡོད་རེད་མོ་དེ་འདྲ་རེད། ངས་དེབ་ཁ་ཁ་ཞིག་སློབ་མ་ཉོས་ནས་ཉོ་ནས་དེ་ཡི་ནང་སློབ་ཚན་དང་འབྲེལ་བ་ཡོད་རྒྱུ། ལོ་འཁོར་མ་ལ་ནང་ལས་གང་བསྐུར་ཡོད་དང་མེད་ཚང་མ་བྲིས་དགོས་ཐོག་དྲན་པ་བཟོས་ཀྱི་འདུག་ལམ་སྟོན་ཡང་ཡང་བྱེད་མྱོང་ཡོད། ཡང་ན་འཕྲུལ་འཁོར་གྱི་ལམ་ནས་ནང་ལས་གང་བསྐུར་ཡོད་མེད་ཐོག་སྟོན་ཚུལ་ཡོད། དེ་དུས་འདིར་ལག་ཏུ་ཁ་པར་ཡང་ཡག་པོ་དེ་ཙམ་མེད། པར་བརྒྱབ་ན་བརྒྱབ་ཆོག་ཆོག་དེ་འདྲ་ཡང་མེད། གློག་ཡང་ཡང་བརྒྱ་ཡང་བརྒྱ་རེད། ཡང་ནས་ཡང་དུ་ཤི་སྲོལ་ཡོད། གློག་གི་མཐུན་རྐྱེན་བརྗོད་རོགས་དེ་ཡང་ཡག་པོ་མེད། དྲ་བཤུས་བྱེད་ཀྱི་མཐུན་རྐྱེན་འཛོམས་པོ་ཡང་མེད་དེ་དུས་ཟེར་རྒྱུ་ཡོད་ད། དེ་འདྲ་བྱས་ད། ངུ་འདི་རེད་ད་ནང་ལས་དེ་ལས་ལོག་མི་འདུག་ལ། ནང་ལས་དེ། ཀུ་རེ། མ་ཀུར་ངོས་ནས་ཡང་དྲི་བ་གང་འདྲ་ཞིག་བསྐུར་དགོས་ཡོད་མེད་དེ་ཡང་དགེ་རྒན་ངོས་ནས་ད། བསམ་བློ་གཏོང་དགོས་པ་ཆགས་འདུག་ལ། ངུ་འདི་ད་རིམ་པ་གང་འདྲ་ཞིག་བསྐུར་དགོས་འདུག་གང་འདྲ་ཞིག་ནང་ལས་བསྐུར་རུང་ད་གནས་ཚད་དེ་ཡང། མཐོ་དམན། ལའང་ཡང་བསམ་བློ་ཞིག་བཏང་དགོས་འདུག་ལ། དེ་འདྲ་ཞིག་ཆགས་ཤག། ཀུ་རེ་ཀྱི་དམིགས་ཡུལ་གཙོ་བོ་དེ་འདིར་བ་ལ། གོ་རྟོགས་ཀྱི་ཚད་གཞི་ཅིག་རག་ལ། ག་ཚོད་ཡོད་དང་མེད། དཔེ་བཤད་ན་བརྗོད་གཞི་ཅིག། བརྗོད་གཞི་སློབ་ཚན་སློབ་ཚན་གྱི་ལེའུ་ཞིག་ད་དགེ་རྒན་ངོས་ནས་ཁྲིད། སྒྲུབ། ཟིན་པ་ཡིན་ན། སློབ་མ་ངོས་ནས། རྟོགས་ཀྱི་ཚད་གཞི་དེ་ག་ཚོད་ཡོད་དང་མེད། རོ་ཨ། དེ་ནི་རྟོགས་ཐུབ་པའི་ཆེད་དུ་ད་ནང་ལས་དེ་བསྐུར་དགོས་པ་ཤིན་ཏུ་གལ་ཆེ་རེད། གལ་ཆེ་རེད་ཤག། ནང་ལས་སི་ཏུ། ནང་ལས་སི་ཏུ་འདིར་ད་ནང་ནང་ལས་ད་ཁྱིམ་ལ་ལས་ཀ་ར་ཐོག་པ་རོ་ཨ་ཁྱིམ་ཟེར་ན་ད་ཁ་ཤས་ངའི་འདིར་བ་ལ་ཉལ་ཁང་ནང་ལ་བཞུགས་ངེས་ཡོད་རེད་ནི་ཁ་ཤས་ཡང་འདི་ཉི་མའི་སློབ་ཕྲུག་ཡོད་རེད་དེ་འདྲ་ཡོད་རེད་བ་ལ་ཡིན་ནའང་ནང་ལས་ཟེར་དུས་ཡང་སྐབས་རེ་འདིར་འདུག་བ་ལ་ནང་ཀླད་པས་ཀྱི་རིག་པ་བསྒྲིམས་ནས་བྱ་བ་ཞིག་བྱེད་དགོས་པ་ཆགས་ཡོད། པར་སྒྲིབ་ནི་རོ་ཨ་ལ་འདིར། ད་གལ་སྲིད་དགེ་རྒན་ངོས་ནས་སློབ་མ་ཚོ་ལ་ནང་ལེགས་ཤིག་བསྐུར་གནང་ཡོད་ན། ནང་ལེགས་དེས་སློབ་མའི་དྲིལ་བསྒྲུབས་རྗེས། དགེ་རྒན་ངོས་ནས་སློབ་མའི་དེབ་བླངས་ཏེ་ངེས་པར་དུ་ཞུ་དག་གནང་དགོས་པ་ཡིན། གལ་ཏེ་དགེ་རྒན་ངོས་ནས་སློབ་མའི་དེབ་བླངས་ཏེ་ཞུ་དག། དུས་རྟགས་ལ་གནང་ཐུབ་ན་ད་གང་ཁེ་ཕན་ཡོད་ཟེར་ན། དགེ་རྒན་དང་སློབ་མ་གཉིས་ཀས་ནང་ལས་དང་འབྲེལ་བྲིས་པའི་ལན་དེ་ཆ་ཚང་ཆ་ཚང་བྲིས་ཡོད་དམ་མེད། ལན་དེ་འགྲིག་ཡོད་དམ་མེད་དབྱེ་བ་གནང་ཐུབ་དབྱེ་བ་གནང་ཐུབ། ད་གཙོ་བོ་དེ་འདིར་ད་ལན་འགྲིག་ཡོད་དམ་མེད། དེ་གང་འདྲ་ཞིག་ལམ་ནས་རྟོགས་ཐུབ་ཟེར་ན། གལ་ཏེ། དགེ་རྒན་ངོས་ནས་ཡག་པོ་ལན་དེ་ཀློག་ནས་སྤྱོད་གནང་ཐུབ་ན་རེད། ངོ་དེ་འདྲ་ཞིག་རེད། ཨོ་དེ་བྱས་ནས་ད་ནང་ལས་ཟེར་དུས་ཕྱོགས་གཅིག་ནས་འདིར་འདུག། ནང་ཀླད་པས། ང་ཚོ་ཀླད་པ་བརྗོད་རོགས་ལ། ད་དཔེ་བྱས་ན། ལུས་ཀྱི་ཁྱད་ཆོས་ནང་གཙོ་ཆེ་ཤོས་གཅིག། གཙོ་ཆེ་ཤོས་གཅིག་ཀླད་པ་ཆགས་ཡོད་རོགས་ལ། ད་ནང་ཀླད་པས་འདིར་འདུག་ལ། བྱ་བ།

ད་འབྱུང་འགྱུར་གྱི་ཉིན་མོ་ལ་ཡང་ང་དགེ་རྒན་བྱེད་དགོས་པ་བྱས་ན་དབྱེ་བ་དང་གདམ་ཀ་དང་དེ་འདྲས་ཡོད་ན། ངེད་ཀྱིས་འདི་ཟེར་ས་རེད་ཁ་རེད་གདམ་ཀ་འདི་འདི་སློབ་ཁྲིད་བྱེད་ཀྱི་ཡིན། ཞུ་དག་གནང་ཡས་འདི་གོ་ནག་འདུག་ལ། ཞུ་དག་གནང་ཡས་འདི་གོ་ལེ་ལོག་ཡོད་མ་རེད་ད། རིག་པ་འབད་འགྲིམ་དགོས་འདུག་སེམས་རྩེ་གཅིག་ཏུ་གནས་ནས་ཞུ་དག་མ་བྱེད་ན་ནི་ཡང། མགྱོགས་པོ་མགྱོགས་པོ་མགྱོགས་པོ་དེ་འདྲས་བྱེད་ན་འགྲིག་མ་རེད་ལ། འགྲིག་གི་མེད། གོ་ནག་འདུག་ད་སྔོན་ནོག་ར་སྐབས་རེད་མི་འདུག་ཞུ་དག་ཡང་འདུག་མུ་མཐུད་ནས་གནང་དགོས་འདུག། ཞུ་དག་མུ་མཐུད་ནས་མུ་མཐུད་ནས། བྱས་ན། འདིར་བྱ། ཕ་ཆོས་ཆོས་དེ་དག་ལན་ནོར་བ་མང་པོ་ཞིག་མུ་མཐུད་ནས་མུ་མཐུད་ནས་མུ་མཐུད་ནས་བྲིས་ཡོད་ན། མགོ་ནག་ཏུ་དང། སྙན་མ་ངག་དགེ་རྒན་གསར་པ་ཡིན་པའི་སྐབས་སུ་ངས་དེ་འདྲའི་ཧ་གོ་ཡོད་མ་རུ་བ་ལ། ངས་སྨན་ཟ་མྱོང་ཡོད་བ་ཀུན་སྤྱོད་གསུམ་མགོ་མེད་མགོ་མེད་ཟ་བྱས་ནས་ད་ཕྱིས་སུ་ཧ་གོ་མ་སོང་བ་རྗེས་སུ་འདི་བྱ་ཞག་ཁ་རས། གྲོགས་པོ་ནང་དུ་དུས་སྤོ་འཁོར་དོག་ཀུན་སྤྱོད་ཧ་མ་གོ་ནས་ངས་སྨན་མང་པོ་ཞིག་ཟ་ཞག། ཞུ་དག་གིས་དོན་ཟེར་དུས། ཚིག་དེ་རང་གིས་དོན་རྟོགས་ཐུབ། གལ་སྲིད་སློབ་མ་ངོས་ནས་ལན་ཞིག་དྲིས་པ་དེ་ནོར་ཡོད་ན། ལན། ནོར་ཡོད་པ་དེ་བསྐྱར་དུ། ཐོས་བསམ། སྒོམ། ལག་བསྟར་གྱི་ལམ་ནས་དྲིས་དགོས་པ་ཚོར་ཐུབ། དེས་དགེ་རྒན་གྱིས་སློབ་མའི། དེབ། སྤྱོད། གྲུབ་ཟིན་རྗེས་ལ་ཨ་ནི་གནང་ཐུབ། གལ་སྲིད་ནང་ལས་བྲིས་འགྲུབ་རྗེས་ཨ་ནི་ཞུ་དག་དགེ་རྒན་ངོས་ནས་དུས་རྟགས་རེ་ད་གནང་ཐུབ་ན། ཨ་ནི་སློབ་མ་ཚོས་ཀྱང་ནང་ལས་དུས་རྟགས་གནང་དགོས་པའི་ཨ་ནི་གོམས་གཤིས་བཟང་པོ་དང་ཨ་ནི་འགན་འཁུར་དང་དུ་བླངས་ཐུབ་པ་ཞིག་བསྐྲུན་ཐུབ་ལྷོད་ཡངས་མེད་པར། གཡོལ་ཆེད་མེད་པར་ཟེར་གྱི་ཡོད། སྤྱིར་བཏང་ནི། སློབ་གྲྭ་ནང་སློབ་ཆུང་སྦྱང་སའི་ལྟེ་གནས་ཤིག་ཡིན་ཡང། ལྟེ་གནས་དེ་མིང་ཙམ་མ་ཡིན་པ་དང། སློབ་ཆུང་སྦྱང་སའི་ལྟེ་གནས་ངོ་མ་ཞིག་འགྱུར་ཐུབ་སྲིད། ད་དགེ་རྒན་ངོས་ནས་ནང་ལས་སློབ་མ་ལ་གང་བསྐུར་བ་རྣམས་ཞུ་དག་གནང་མི་ཐུབ་ན། མུ་མཐུད་ནས་སློབ་མའི། གང་བྲིས་པ་དེ་ཞུས་དག་མེད་པར་ལྷག་སྲིད། སློབ་མ་ཚོའང་སྐབས་རེ་ལྷོད་ཡངས་ངང་ནས་ནང་ལས་བྲིས་མི་ཡོང་བ་དང་བྲིས་མི་སྲིད་མུ་མཐུད་ནི་ཟེར་གྱི་ཡོད། ད་དེ་འདྲ་བྱས་ཏེ་དགེ་རྒན་དང་སློབ་མ་གཉིས་ཀས་དོན་དང་དམིགས་ཡུལ་གཉིས་ཀ་ཕན་ཚུན་བསྒྲུབ་མི་ཐུབ་པ་ཡིན། གལ་སྲིད་དགེ་རྒན་གྱིས་སློབ་མའི་དེབ་ལ་ཞུ་དག་དུས་ཐོག་གནང་མི་ཐུབ་ན། ནང་ལས་མང་པོ་ཞིག་སློབ་མ་ཉོས་ནས་དུས་གཅིག་དུས་ཐུང་ལ་བྲིས་དགོས་པ་ཆགས་སྲིད། དུས་གཅིག་དུས་ཐུང་ལ་བྲིས་དགོས་པ་ཆགས་སྲིད། དེ་མ་ཟད་དགེ་རྒན་རང་ངོས་ནམ་བཞག་རྒྱུན་གྱི་ལས་འཆར་ར་ལ་བྱ་བ་ཚར་དགོས་པ་དེ་ཚར་མི་ཐུབ་པའི་དཀའ་ངལ་ཡང་འཕྲད་སྲིད། རྗེས་ལུས་ཐེབས་སྲིད་མ་རེད་པས། རྗེས་ལུས་ཐེབས་སྲིད། ནང་ལས་མང་པོ་ཞིག་བསགས་ཏེ་དུས་གཅིག་དུས་ཐུང་ལ་བྲིས་དགོས་པ་ཆགས་སྲིད་ནར་འདྲ། དེའང་ཡིག་རྒྱུགས་ཉེ་འགྲམ་ལ་ཡིན་ན། སློབ་མ་ཚོ་ལ་ཁག་པོ་ཆགས་ཡོད་སེམས་ཚོར་ལའང་དཀའ་ངལ་ཞིག་གྱུར་སྲིད། དཔེར་ན། ཡིག་ཚད་སྐྱེལ་མཚམས་ལ་ནང་ལེགས་བྲིས་དགོས་པ་ཡིན་ན། སློབ་ཚན། དཔེ་ཤེས་ན་རོགས་སློབ་མ་རང་ཉོས་ཀྱང་དོགས་པ་སྐྱེ་སྲིད། ཡིག་ཚད་སྐྱེལ་མཚམས་ལ་ནང་ལེགས་བྲིས་དགོས་པ་ཡིན་ན། སློབ་ཚན་སྦྱང་དགོས་པ་ཡིན་ན། འདུ་བྱེད། སེམས་ཚོར་ལ་དཀའ་ངལ་དུ་མ་ཡང་འཕྲད་སྲིད། དེ་ལྟ་བུ། ཡིག་རྒྱུགས་ཀྱི་ཡག་པོ། འབྱུང་སྲིད་མི་སྲིད་འདི་དོགས་པ་ཆགས་འདུག་ཨ་ལ་དོགས་པ་ཆགས་འདུག་ཨ། གྲུབ་འབྲས་ད་ཕར་བཞག་གོང་འདི་རེད། འོང་ད་གཙོ་ཆེན་དེ་ནི་གལ་སྲིད་དགེ་རྒན་ཞིག་གིས་ནི་སློབ་མའི་དེབ་ཞུ་དག་དུས་ཐོག་ལ། རྒྱུན་མི་ཆད་པར། གནང་གི་ཡོད་ན། སློབ་མའི་ངོས་ནས་ཀྱང་དེ་ལྟ་བུ། དགེ་རྒན་དེས་འདི་རེད། སློབ་མའི་དེབ་ལ་ནི་ཞུ་དག་གནང་གི་ཡོད་ཤག་ཤག། ཡིད་ཆེས་བསྐྱེད་ཐུབ་པ་དང། སློབ་མ་ཉོས་ནས་ཀྱང་རང་ནུས་ཀྱིས་གནང་ལེགས། རང་ནུས་ཀྱིས་གནང་དགོས་པ། གནང་དགོས་ཡིན་པ། ཚོར་ཐུབ་པ་མ་ཟད་ལག་བསྟར་གྱི་ངང། ཡིག་ཐོག་གི་ལམ་ནས་བྲི་སྲིད། དཔེར་ན་འདི་རེད། སློབ་མས་གང་རྟོགས་ཐུབ་ཟེར་ན། དགེ་རྒན། འདི་རེད། སློབ་མ་ལགས་དགེ་རྒན་འདི་རེད།

གལ་ཏེ་སློབ་མའི་ནང་ལས་ཆ་ཚང་ཡང་ན་ཆ་བཅུ་བྲི་མི་ཐུབ་པ་ཡོད་ན་ཟླ་གཅིག་ཕྱིན་ན་བྲི་བ་དེ་ཡག་པོ་ཚོར་ནས་བཀླགས་མེད་ཡང་ན་བྲི་བ་དེ་ཡི་ལན་ཤེས་ཐུབ་མེད་ཡང་ན་བྲི་བ་དེ་ཀློག་རྒྱུའི་འདོད་པ་ནམ་ཡང་མེད། ཡང་ན་སེམས་ལ་དཀའ་ངལ་ཞིག་འཁོར་ཡོད་དུས་དེར། ནང་ལས་གནང་བའི་སྐབས་ར། ད་གནས་སྟངས་དེ་འདྲ་ཞིག་ཡིན་ན་ད། ངེས་པར་དུ་ངེས་པར་དུ་གོ་སྐབས་ཤིག་དགེ་རྒན་ངོས་ནས་སློབ་མ་བྱེ་བྲག་པ་ཡང་ན་དེ་ལ་ཕུལ་དགོས་པ་དང། དེ་ལྟ་བུ་ལམ་སྟོན་དང་རྟོག་ཞིབ་ཞུ་དག་ཀྱང་གནང་དགོས་པ་ཡིན། གནང་དགོས་པ་གལ་གནད་ཆེ། འདི་རེད་འོང། ནང་ལས་འདི་ད་འདིར་བཞག། མ་བསྐུར་གོང་ནས་རེད་འདུག་འདི་ང་གཙོ་ཆེན་རེད་བཞག། དྲི་བ། ཡོལ་བ་ལ་དྲི་བ། དྲི་བའི་དོན། གང་ཡིན་མེད། དེ་འདྲི་བཤད་སེལ་པོ་སྐྱོ་ནའི་དེ་ཧང་སངས་གལ་ཆེན་པོ་མཐོང་སོང་དེ་མིན་དྲི་བ་མ་ཚོར་བྱེད། ལན་གང་རུང་ཅི་རུང་དྲི་ན། མི་འགྲིག་རོ་བ་ལ་འོང་འདིར་བཞག་དུས་ཚོད་འཕྲོ་བརླག་འོང་འདི་རེད། དེ་འདྲ་ཆ་བཞག། དེ་ཡང་སྐབས་རེ་ལན་མང་ཆེ་འདིར་འདུག་ལ་ནང་ལས་སྐབས་སུ་ལན་མང་ཆེ་ཤུལ་གྱི་འདུག་ལ་ཕར་ཚུར་ཤུལ་སོལ་དང་དེ་འདྲས་འདུག་དེ་བཞིན་ནང་ལས་དམག་འཁུར་ཁོང་ནས་དྲི་བ་དེ་འདྲས་བཤད་ཡོད་རོགས་ལ་སེར་པོ་སྐྱོན་ཡས་དེ་ཧང་སངས་ཡས་གལ་ཆེན་པོ་མཐོང་སོང་ལ་ད་དོ་ད་ང་རང་འདྲ་པོ་ཡིན་ན་འདིར་བཞག་ནང་ལས་དེ་དྲང་པོ་གནང་གི་ཡོད་དམ་མེད་ལས་ཇོ་རག་སློབ་ཕྲུག་ངས་ནི་དེ་ཡག་ཤོས་ད་གང་འདྲ་ཞིག་ལབ་ནས་ཧ་གོ་དུ་ཟེར་ན་འཛིན་གྲྭ་ནང་ལོ་ལ་བྱེད་སྒོ་སྤེལ་བའི་སྐབས་སུ། རོ། ད་དྲེད་ཀྱི་ལམ་ནས་རོ། ལ་གང་དྲི་བ་ཞིག་བསྐུར་ན་ཡིན། འོན་ཏེ་ཡིག་ཐོག་ལམ་ནས་དྲེད། དོ་ད་རང་ངོས་ནས་དྲི་བཅུ་བས་དང། དོན་གཅིག་བཞག་རོ། སྐར་མ་ལྔ་ཡིན་ན་མང་ན་དུ་བཞག། སློབ་ཕྲུག་ཚང་མ་མི་རེ་ངོ་རེ་ག་ཅེས། ལན། གང་འདྲ་ཞིག་དྲི་གི་ཡོད་དམ་མེད་རོ། ལན། དྲི་སོལ་གྱི་གནས་ཚད་མ་སོང་ན་རིན་པ་གཅིག་ཡོད་རོ། ཡང་ན་གོ་རྟོགས་ཀྱི་ནུས་ཚད། གང་འདྲ་འདུག་མི་འདུག་འོན་ཏེ་ཆ་ཚུགས་པོ་ཞིག་རྟོགས།

གང་འདྲ་ཞིག་འདུག། ཞེས་ཡིག་གཟུགས་དེ་ཚོ་ཆ་ཚུགས་བྲིས་འདུག་མི་འདུག། བྲིས་སྟངས་ཀྱི་ལམ་ཡོད་རེད་བ། གཙང་སྦྲ། གཙང་སྦྲ་བྲིས་ཏེ་ད་དེབ་བླངས་ཡོད་རེད་བ་ཡིག་གཟུགས་གཙང་སྦྲའི། གཙང་མ་ཞིག་གི་ལམ་ནས་བྲིས་འདུག་མི་འདུག། བྲིས་སྟངས་སོགས་ལ་ད་བང་རིམ་གཅིག་ཡོད་རེད་བ་ལ་འདི་ཆ་ཚུགས་རེད་འདུག་མི་འདུག། སློབ་མ་རང་ཡོད་ཀྱིས་བྲིས་འདུག་མི་འདུག། སློབ་མ་རང་ངོས་ཀྱིས་དེབ་ངོ་མ་དེ་རེད་འདུག་མི་འདུག། འོན་ཏེ་འཛུ་རེད། བརྒྱུད་རིམ་དེ་འདྲ་ཞིག་ཏུ་ལ་ནང་ལས་ལ་ད་འདི་རེད། རྟོག་ཞིབ་བྱེད་དགོས་པའི་ད་ཁྱད་ཆོས་ཀྱི་འདྲ་མིན་ཡོད། དེ་ནས་ནང་ལས་ཀྱི་མང་ཉུང་དེ་ཡང་རན་པོ་ཞིག་བསྐུར་གནང་ཐུབ་ན་ད་ཡག་པོ་མཐོང་སོང། པེ་ཞཱ་ནར་ཏཱ། སློབ་ཆེན་དགེ་རྒན་ངོས་ནས་ཉིན་གཅིག་དུས་གཅིག་ལ་ནག་ལས་སྐབས་རེ་མང་པོ་བསྐུར་གནང་ཡོད་ན། གནས་སྟངས་དེ་འདྲ་འོག་ནས་སྐབས་རེ་འདིར་སློབ་མས་ནག་ལས་ཆ་ཚང་བྲིས་མི་ཐུབ་པ་ཡིན། སློབ་གྲྭ་ཁ་ཤས་ལ་འདིར་ནགས་ལས་དང་འབྲེལ་ནས་དེབ་ཆུང་ཡང་ཡོད་སྲིད། སྨྱོན་མ་ཡིན་ན་འདིར་བཤད་ཉིས་སྟོང་ལྔའི་སྨྱོན་ནི་ཡིན། སྤོ་འདྲ་སློབ་གྲྭ་སྡེ་པའི་བསམ་བོ་ར་སྤོ་འདྲ་སློབ་གྲྭ། ལ་ཡོད་པར་གྲགས། ངའི་གོ་ཚོད་ལ། དགེ་རྒན་སྨྱོན་ནས་ནགས་ལས་མང་ཉུང་ག་ཚོད་བསྐུར་གནང་གི་ཡོད་དང་མེད། ཞོར་ལ་དེབ་ལ་ཞུ་དག་གནང་ཡོད་དང་མེད། དེ་གཉིས་ངེས་པར་དུ་ར་ངེས་པར་དུ་འབྲེལ་ཡོད་སློབ་གྲྭའི་སློབ་སྤྱི་ཡིན་རུང་ཡང་ན་རྒྱལ་གཅེས་ཉོན་ནས། རྟོག་ཞིབ་གནང་སྲོལ་ཡོད་པ་ནང་ལྟར་རེད། མུ་མཐུད་ནས་གནང་སྐྱོང་ཡོང་བར་རེ་བ་ཞུ། དེ་ངའི་རེ་བ་ཆུང་ཆུང་ཞིག་ཡིན། གལ་སྲིད་འདིར་ད་ཡང་ཁ་ཆེ་དྲགས་པ་དང་མགོ་ཅུང་དྲགས་པ་ཡིན་ན་ནི་གོང་གསལ། བཞུགས། ལམ་སྟོན། ཤིན་ཏུ་གཙོ་ཆེན་རོལ་ལ། ལམ་སྟོན་དང་རྟོག་ཞིབ། ཞུ་དག། བརྒྱུད་ནས། སློབ་མ་གང་ཞིག་ཡིན་རུང་རོགས་གནང་ལེགས། ཆ་ཚུགས་དྲི་ཐུབ། འབྱུང་འགྱུར་གྱི་ཉིན་མོ་ལ་ཟེར་གྱི་ཡོད། ད། ལམ་སྟོན་དང་རྟོག་ཞིབ་ཞུ་དག། ཆེད་དུ། དུས་ཚོད་འཕར་མ། གཏང་དགོས། སྲིད་པ་དང། གཏང་དགོས་སྲིད་པ་དང། བཟོད་སྒོམ་ཡང་དགེ་རྒན་ངོས་ནས་མུ་མཐུད་གནང་དགོས་སྲིད། ད་འདིར་བ་ལ། སྐབས་རེ་འབྲས་བུ་སྨིན་ལ་ཟླ་བ་འགོར་ལ། སྐབས་རེ་འབྲས་བུ་སྨིན་ལ་ལོ་ནི་ལོ་འགོར། ད་གང་ལྟར་མ་འདར་འདི་རེད། མདོར་ན། ཡར་སྐྱེས་ལ་དུས་དགོས། ཡར་སྐྱེས་ལ། དུས་ཚོད་རྒྱུས། མ་རེད་དམ་མ་རེད་པས།